ཉམས་པ་སླར་གསོ་ལ། སེམས་གཅིག་བློ་གཅིག། རེད་ཟེར་ཤུ་ཐུག་གི་མེད་དེ། ད་བརྒྱ་ཆ་དགུ་བཅུ། ཛག་ཛག་ཅིག། ཁ་ཕྱོགས། ལངས་ཕྱོགས་ལྟ་ཕྱོགས། གཅིག་པ་འདྲ་བོ་ཅི་ལ་ངོས་འཛིན་འདེད་ཀྱི་ཡོད། དེའི་ནང་ནས། ད་མི་སུམ་ཅུ་ལ་བསམ་བློ་སུམ་ཅུ། གཙོ་སུམ་ཅུ་ལ་རྭ་ཅོ་དྲུག་ཅུ། ད་རྫོགས་ར་ཅོ་མི་སྐྱོ་ཁ་ཤས་ཡོད་ན་ངོ་བརྒྱུད་ཡ་མ་ལིག་རུ་བ། ད་དེ་འདྲའི་བྱས་བྱས་ཡ་ཁ་འདྲ་མ་འདྲ། མ་འདྲ་མ་འདྲ་ཡོང་གི་ཡོད་རེད། དེ་ནང་བཞིན་ང་རང་ཚོ་ཚོགས་མིའི་ནང་ལོགས་ལ། ཅིག་ཁ་ལོར། ཆུང་དུས་ཕ་མེས་ཀྱི་འཚར་ལོངས་བྱེད་སྟངས། ནས། ཅིག་སྤྱི་ཚོགས་ནང་ལོགས་ལ་བསྡད་པའི་ཉམས་མྱོང། ད་ག་ནང་བཞིན། མི་སྒེར་སོ་སོ་ཀྱི་གཤིས་ཀ། ད་དེ་འདྲའི་བྱེད་དུས་ང་ཚོ་ལ་ཅིག་དཀའ་མོའི་གནང་སྟངས་མ་འདྲ་བ། བསམ་བློ་ཁྱི་དུད་ཁྱི་སྟངས་མ་འདྲ་བ། ཡང་ག་ཤེད་པད་ལྟ་བུ་གུ་ཡངས་སྤུ་ཙམ་མེད་པ་ཁ་རི་ཁ་ཐུག། ཁག་ཐུག་རང་ཤེས་དགོ་ངེར་བ། ནི་ཅིག། སྐད་ཆ་སྤོམ་པོ་ཤེས་དགོ་ངེ་རྫིག་པོ་ཤེས་དགོ་ངེ་དེ་འདྲས་ཡོང་གི་ཡོད་རེད། ཡང་ག་ཤེད་ཅིག་གུ་ཡངས་བྱེད་ཐུག་ངེ། བསམ་ཤེས་བྱེད་ཐུག་ངེར་བ། ཡང་སྤྱི་ཚོགས་ལ་བསྟུན་བྱས་རྔ་ལ་བབས་པའི་འཆམ་ལབ་པ་ན་ཤེས་བྱའི་བྱ་སྒྲོ་ཐུག་ངེ། ཡང་ཅིག་མཚམས་མཚམས་ནས་བཟོད་སྒོམ་རེ་བྱེད་ཐུབ་ངེས། ད་དེ་འདྲའི་ཡོང་གི་ཡོད་རེད། ཡིན་ནའི་ང་ཚོ་གལ་ཆེ་བ་དེ་ག་རེད་ལས་ན། ལྟ་བ་ལངས་ཕྱོགས་དང། ཁ་ཕྱོགས་དེ་དག་ད་ལྟ་ཉམས་པ་སླར་གསོ་གི་དམིགས་ཡུལ་གཙོ་བོ་ག་རེ་ཡིན་པ་ནང་བཞིན་བྱེད་ནས་འགྲོ་ཐུབ་པ་ཅིག་བཀུག་ཡོད་རེད། དེ་མ་གཏོགས་ཚང་མ་དཔལ། རྒྱ་ནག་གི། པེ་ཅིང་གནམ་བསྟན་སྒོ་མོ་འགའ་ལ་དམག་མི་རུ་སྒྲིག་བྱས་བྱས་པ་ན་ཞེས་དོགས་གྲ་གཅིག་པ་ཡོང་གི་མ་རེད། ནི་རྡོག་སྒྲ་གཅིག་པ་ཡོང་གི་མེད་པ་ཡིན། ནི་གོམ་པ་རྒྱ་སར་གྱི་ཁ་ཕྱོགས་དེ་གཅིག་པ་ཡིན་དགོས་དེ་གལ་ཆེན་པོ་ཞེ་དྲག་རེད། རེད་བ། རྐང་པ་མཐོ་བོ་བཀྱག་གྱོད་ན་རེད། དམའ་བོ་བཅག་གྱོད་ན་རེད་གོམ་པ་ཆེན་པོ་གླེང་གྱོད་ན་རེད་ཆུན་ཆུན་གླེང་གྱོད་ན་རེད། འགྲོ་སའི་གི། ལམ་སྦྱོར་བ་དེ་ཉམས་པ་ལར་སོང། ངོ་ནས་བོད་བསྟན་པ་ཆབ་སྲིད་ནང་ལོག་ལ་ད་ལྟའི་ཆ་ནས་དམངས་གཙོ་གི་ཐོག་ནས་རེད། ཁ་ལོར་སྤྱི་ཚོགས་ཀྱི། བདེ་འཇགས་ཀྱི་ཐོག་ནས་རེད། སྣེ་གཅིག་སྤྱི་ཚོགས་ཀྱི་ད་ལྟའི་ཆ་ནས་ལབ་གླིང་མང་པོ་ཅིག་ཡོང་འདུག་བ་ད་དེ་ཚོ་ཅིག་བདེན་པ་བདེན་ཤ་དྲང་པོ་དྲང་རྐྱང་རེད་བ་ཁ་རི་ཁ་ཐུག་མ་གཏོགས་དེ་ཅིག་མི་ཁ་ཤས་ཅིག་གིས་སྣེ་ཁྲིད་བྱས་བསྡད་བ་ད་མི་ཁ་ཤས་ཅིག་གིས་ལྐོག་ལྐོག་སིང་སིང་ནས་ལས་ཀ་བྱས་བསྡད་བའི་བ་ལ་དབང་བསྒྱུར་བ་ལ་ཤོར་ཡ་དེ་འདྲས་མ་ཡིན་པའི་དངོས་གནས་ཁོ་མང་མོས་ནས་ཁ་རི་ཐག་ཆོད་བྱུང་བ་དེ་གང་ལ་ང་རང་སོགས་བོད་བདེན་པ་ཆབ་སྲིད་གི་རྩ་དོན་རྩོད་ཡས་རེད། ཐ་ན་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཡིན་ན་དེ་འདྲི་གཅིག་གི་བར་ལ་འགྲོ་ཡས་རེད་མ་གཏོགས། ཨ་ནི་མི་ཁ་ཤས་ཅིག་གི་ཁེ་ཕན་གི་ཐོག་ནས་ནི་ས་འོག་དག་དག་བྱས་བྱས། ཨ་ནི་ཅིག་བདུན་ལ་མ་ཐོན་ན་རྒྱབ་ནས་འཐེན། རེད་པ། ཨ་ནི་བདུན་ལ་ཐོན་ངེས་དེ་ཞིམ་པ་ཅིག་བཏང། རྒྱབ་ལ་བསྡད་ངེས་དེ་ཞིམ་པ་ཅིག་བསྡད། བར་ལ་ལས་ཀ་བྱེད་ངེས་དེ་ཞིམ་པ་ཅིག་བྱས་བྱས་མཐའ་མ། སེམས་ས་རྒྱུད་ས་མེད་པའི་ལས་ཀ་དེ་འདྲ་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད། དེ་འདྲས་མ་ཡོང་ཡང་ང་ཚོ་གི་དངོས་གནས་ཡིན་པ་ཡིན་པ་མིན་པ་མིན་པ་གཙང་མ་བཟོས་ཡ་གི་ཅེས་ཁ་ལོ་ལྟ་ག་རེ་ཉམས་བསྡད་ཀྱི་འདུག་སྤྱི་ཚོགས་ནང་ལོག་ལ་ཡ་རབས་བཟང་སྤྱོད་རེད་དམངས་གཙོ་གི་ཅིག་འཕེལ་རིམ་རེད་ཐ་ན་ཞེ་ཅིག་དམངས་འཛིན་དམངས་གཙོ་གི་འགྲོ་སྟངས་རེད་ག་རེ་ཉམས་བསྡད་པ་དེ་ང་ཚོ་གི་ཡ་སླར་གསོ་བྱེད་ཀྱི་ཡིན་ལ་འོར་བ་ད་ཉམས་པ་ཅིག་ཡ་སླར་གསོ་བྱེད་ཀྱི་ཡོད་རེད་མ་གཏོགས་ཡ་ག་ཅིག་མ་གཏོར་བཏང་གི་ཡོད་མར་བ་ཁྱེད་རང་གི་ང་ཚོའི་ལངས་ཕྱོགས་འདྲ་པོ་དེ་ཚང་མ་གཅིག་པ་ཡིན་དགོས་ཀྱི་རེད།

ད་ག་ཚང་འདུག་ད་ལྟའི་སྲིད་སྐྱོང་ལས་ཐོག་སྤེན་པ་ཚེ་རིང་ལགས་འདུག་ཇར་མ་ནི་གཙོས་པའི་ཨི་ཐ་ལི་གཙོས་པའི་ནི་འདུག་སུད་སི་ལ་ཕྱོགས་གོ་ཐལ་བ་རེད་དམིགས་བསལ་གྱི་སུད་སི་ལ་ནི་མི་མང་གཏམ་བཤད་ཆེན་པོ་འདུག་གྲ་སྒྲིག་བྱས་བྱས་གཏམ་བཤད་གནང་བ་རེད་དེའི་སྐབས་སུ་ནི་ང་རང་སུ་གི་ཉན་པ་ལར་སུ་གི་ཚོགས་མི་ལགས་རེད་བས་འོ་ན་ཉན་པ་ལར་སུ་གི་ཅིག་མི་རང་ཡིན་ཟེར་ནས་དངོས་སུ་མདུན་ལ་དོན་དེ་ངའི་རྣམ་པ་ཁ་ཤས་ཅིག་ཕ་གི་ལ་ཐེ་བྱས་ནས་བཀའ་འདྲི་ཞུ་ཡ་རེད་དེ་འད་བྱུང་ཡོག་རེད་དེ་མན་གི་ཡ་ཉན་པ་ལ་སུ་གི་མིས་གོ་གོ་སིང་སིང་ནི་ལ་འོ་ཞིས་ཇམ་བུ་ང་ན་ཕ་གི་ལ་ཟེ་གོ་རང་ལ་ལྕག་ཡོ་གི་རེད་དེ་ཚོ་ལྕག་གོ་གོ་རེད་འོ་ན་ཤི་ན་ར་བ་ལྕག་ཆ་ཀོ་ངོ་གི་ག་རེ་སོང་གི་འདུག་དེ་ནང་ལོག་ནི་ད་ཅིག་ཡོ་ར་བ་ང་ཚོའི་རང་གི་ད་པེ་ར་བ་ཅིག་བྱ་ན་སྐད་ཆ་འདུག་ས་ནི་བྱེད་ན་དགྲ་ལ་དམག་རྒྱག་གི་གོ་ཡོ་ན་དགྲ་ངོ་ཞིང་གོ་གོ་ར་བ་དགྲ་ལ་ཁོ་ལག་ཆ་ག་རེ་འདུག་ང་ལ་ཁོ་ལག་ཆ་ག་རེ་འདུག། ནི་དགྲ་གི་ཅིག་ཐབས་ཇུས་ག་རེ་འདུག་དེ་ལ་ངས་ཁ་བརྡའི་ག་འདྲ་བྱ་དགོས་འདུག་དེ་ནང་བཞིན་ཅིག་གི། ད་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་ང་ཚོ་གི་འགྲིག་གི་མེད་པ་ད་དེ་འདྲ་སྐྱོན་བརྗོད་བྱེད་དགོས་ཀྱི་ཡོད་ན། སྐྱོན་བརྗོད་ཚད་དང་ལྡན་པ། སོ་སོ་རང་ཕ་ཡིས་བཅར་བྱས་བཀའ་མོལ་འདི་ཚོ་ཉན་བྱས་དེ་ནས་དེའི་ནང་ལོག་ནས་དྲི་བ་བཏང་བྱས་ཁྱེད་རང་གིས་དེ་འདྲ་ཅིག་གསུངས་སོང་དེ་འདྲ་ཅིག་མ་རེད་བས། ཨ་ནི་སྔོན་མ་ཁྱེད་རང་གིས་འདི་གསུངས་བྱས་དེ་རིང་ཁྱེད་རང་གིས་ང་ཚོའི་དེའི་དུས་ན་དེ་བཤད་སོང་ཟེར། དེ་གཉིས་ཀའི་འདྲ་རེད་ཤག་སེ། ད་དུག་ཕྱིན་ང་ཚོ་གི་གྱི་གོག་གཡོག་རེད་མ་གཏོགས་ཨ་ནི་མིང་རྫུན་མ་ཅིག་བཞག་པར་རྫུན་མ་ཅིག་བཞག་ཨ་ནི་སྐད་དེ་དེ་གཅིག་བུམ་པོ་ཡོད་ངེས་དེ་ཚོ་གྲབ་གྲ་འདྲ་བོ་བརྒྱབ་གྲབ་གྲ་ཡོད་ངེས་དེ་ཚོ་བུམ་པོ་འདྲ་བོ་བརྒྱབ་བྱས་ཨ་ནི་སྤྱི་ཚོགས་དྲ་རྒྱ་ནང་བཤད་དེ་དེ་འགན་མ་ཁུས་པའི་ལས་ཀ་རེད་དེ་ཁྱོད་རང་འགན་ཞེ་བོ་ཅིག་འཁྱེར་གྱི་ཡོད་བསམ་ན་འགན་མ་ཁུས་པའི་ལས་ཀ་རེད་རེད་བ། དངོས་སུ་འགན་འཁྱེར་གྱི་ཡོད་ན་རང་སྐད་ཆ་བཤད་སྟངས་ཡག་པོ་ཡོད་ན་མེད་ན་དེ་སོ་སོ་སོའི་མི་རེ་ལ་གཅིག་བཙལ་རེ་ཡོད་རེད། རེད་བ། བྱམས་པའི་ཡོན་ཏན་ནི་རེད། སྐྱེ་སྟོབས་ཀྱི་ཡོན་ཏན་ནི་རེད་རྩལ་ལ་ཡོད་རེད། རྩལ་ག་རེ་ཡོད་པ་དེ་ཡ་རབས་བཟང་སྤྱོད་དང་གུས་བརྩི་བསྟེན་པ་དེ་ང་རང་སུ་བྷ་འདི་སྲིད་སྐྱོང་བློ་བཟང་སེང་གེ་གིས་གསུང་གི་ཡོད་རེད་བ། ཡུལ་མི་ཡུལ་ཁྲིམས་དང་མཐུན་པ་ཡ་རབས་བཟང་སྤྱོད་དང་ལྡན་པ་དེ་འདྲའི་གི་ལས་འགུལ་སྤེལ་དགོས་གསུང་བར་དེ་ནང་བཞིན་བྱས་བྱས་ནི་བཀའ་འདྲི་ཞུ་ཡ་གལ་ཆེན་པོ་རེད་བ། དེ་ནས་ད་ཁ་ཚང་ང་རང་ཚོ་བྷ་གི་ལ་བཀའ་འདྲི་ཞུ་ངེས་དེ་ཚོ་གི་བཀའ་འདྲི་ཞུ་སྟངས་འགྲིག་ཡོད་དམ་མེད་ཅིག་མང་པོ་ཅིག་བྱུང་གི་འདུག་བ། ད་མི་སྐད་བཤད་སྟངས་མང་པོ་ཡོད་རེད་ཨ་ཁོ་སྐད་བཤད་སྟངས་དེ་འདྲ་ཅིག་བཤད་སོང་ང་ཡིན་ན་དེ་འདྲ་ཅིག་བཤད་ས་རེད་དེ་དྲི་བ་དེ་བཀོད་སྟངས་དེ་འདྲ་རེད་བྱས་ས་མི་མང་པོ་ཡོང་གི་རེད་ང་ཚོས་དེ་དྲི་བ་དེ་རེད་དྲིས་བྱས་རེད་བ་རེད་མེད་ལེགས་རེད་བ་དྲིས་བྱས་ཁྱེད་བློ་བུག་ཡོད་མ་རེད་བ་ཁོ་ཁ་ནས་བཤད་ཀྱི་ཡོད་རེད་བ་ངག་ཐོག་ནས་སོ་སོས་ད་བསམ་བློ་ག་རེ་ཡོད་པ་དེ་མ་ཤེས་ཀྱི་ཡོད་པ། འདི་སྔོན་ལ་གཅིག་ཁ་ལོར་འཚམས་འདྲི་ཞུས་ཡས་རེད་གུས་བརྩི་ཞུས་ཡས་རེད་དེ་ཞུ་དགོ་གོ་རེད་བ། ང་རང་ཚོ་གི་ད་ལྟ་འདི་ནང་ལོ་ལ་བྲམ་ཟེ་ལགས་ཀྱིས་བྱེ་ད་ཕུལ་བ་རེད་ཟེ་ད་གི་ག་ཞིག་སྐྱོན་བརྗོད་བྱེད་ཀྱི་འདུག་བ། བྱེ་ད་ཕུལ་ཡས་ལ་སྣ་ཁ་བཅོ་བརྒྱད་ཡོད་རེད། ལྷ་བླ་མ་ལ་ཕུལ་གྱི་ཡོད་རེད། ཆང་ས་ལ་ཕུལ་གྱི་ཡོད་རེད། མི་ཤི་ས་ལ་ཕུལ་གྱི་ཡོད་རེད། གནའ་སྔ་མོ་བོད་ལས་ན་བྱོས་བཤད་དུས་སྐབས་སུ་བྱེ་ད་ཕུལ་གྱི་ཡོད་རེད་ད། གྲོགས་ཚེ་གཅིག་གི་སྒང་ལ་ཕ་ཅོག་གཅིག་སྟེ་ཚུ་ཅོག་གཅིག་སྟེ་ཁོ་གཉིས་པར་གྱོད་ཤིག་ཡོད་ན་ཁ་ཐག་རེད་འདུག་ཕ་ཁ་བཏུབ་ཕུད་ཆེར་བ། ང་ཚོའི་བླ་མ་ལས་ན་འདུག་ཅེས་འཕྲལ་ལ་གཡོག་འུར་བ། གྱོད་བཤད་པའི་སྐབས་སུ་སྣེ་གཅིག་སྟེ་སུ་སུ་ཟིམ་བྱས་སྣེ་གཅིག་སྟེ་ཡར་གཡོག་བྱས་ཕ་ཅོག་དེའི་སྒང་ལ་ད་ང་གཉིས་གྱོད་བཤད་ཡ་ཡོད་ད་ཟེར་ལ་ནི་དེ་ང་ཚོ་བོད་ཀྱི་ལུག་རྒྱུ་མ་ཞེན་པའི་དེ་རེད། ཁ་ཐག་ཕུད་ཚེ་ཚང་མ་ཕ་ཅོག་དེ་རྩ་ཆེན་པོ་ད་དེ་འདྲས་མ་རེད་རེད་བ།

རེད་པ། ཕ་ཆོག་ལ་ཁུ་ཚིག་དངོས་ནས་ཕུད་སྲིད་ཡིན་གྱི་རེད། འོ་ཕ་ཆོག་ངོས་ལ་ང་ལ་ཅིག་ཞུ་ཡས་ཡོད་སྲིད་ལ་ནི་ཕུད་ཡིན་གྱི་རེད། འོ་ན་ང་གཉིས་ཅིག་ཤི་ཡས་ཡོད་སྲིད་རྩོད་རྙོག་ཅིག་ཡོད་སྲིད་ཁྱེད་ཚང་གིས་ཕུད་བ་ཡིན་སྲིད་ནི་ཕུད་སྲིད་གྱི་རེད། དེ་ལ་རྒྱུ་མཚན་མང་པོ་ཡོད་རེད། དེ་ང་ཚོས་སྒྲོག་དགོས་ཧ་གལ་ཡོད་མ་རེད། རྒྱུ་མཚན་ལ་ཁོ་རང་ཁོ་རང་ལ་རྒྱུ་མཚན་བཅས་རེད་ཁྱེད་རང་ཁྱེད་རང་གི་ངོ་བོ་ཅིག་འཛིན་བསྡད་ན་འགྲིག་ཡོད་རེད། ད་ཡིན་ན་ཁྱེད་རང་ཚོར་གྱི་དོ་སྣང་བྱུང་ཡས་ཅིག་ལ། རེད་པ། ད་ལྟ་བར་དུ་ད་ལྟའི་སྤྱི་སེམས་སྤུངས་ས་ལེགས་ཡོད་ན་རེད་རྩ་དོན་གླིང་ལེགས་ཡོད་ན་རེད་ད་ཁ་ཆེ་གཅིག་གི་དར་ནག་ཚོགས་པ་ཞུ་གི་འདུག་ཁོ་རང་ཚོ་མི་མང་པོ་གཅིག་གིས་ག་རེ་བཤད་གི་ཡོད་རེད་ལབ་ན་སྤྱི་ཚོགས་ནང་ལ་སྲིད་སྐྱོང་བློ་བཟང་སེང་གེ་གིས་ད་ཕྱག་ལས་གནང་བར་ཁོ་ཚོ་སྐྱོན་བརྗོད་བྱས་ཡོད་མ་རེད་ད་དཔེ་ཀྲོག་ཀྲོག་ཚ་བོ་འདུག་སེ་ཨ་ནི་དེ་ཡིན་ཡང་མི་དེ་ཚོ་ཡིན་ན་དཔེ་འདི་འདུག་ཁ་ལོག་རེད། ཀྲོག་ཀྲོག་ཚ་བོ་གནམ་ཐང་ནས་ཅིག་བྱེད་ཀྱི་འདུག་ཕེབས་བསུ་ཞུ་གི་འདུག་མོ་ཏྲ་རྫིག་པོ་དྲ་སྦྲེལ་བྱེད་ཀྱི་འདུག་ཕྱི་ལོགས་ནས་སྐད་ཞི་བ་རྒྱབ་ཀྱི་འདུག་དེ་འདྲའི་སྐད་ཆ་མང་པོ་བྱེད་ཡོད་རེད་བ། ད་དེ་བཤད་བྱ་ཁོ་ཚོ་ཁ་ལོག་རེད་པས་འདྲ་མ་ཆགས་པ་བྱེད་ཀྱི་འདུག་ལབ་ཡོད་རེད། ད་སྔོན་མ་སྔོན་མ་ཡིན་ན་ང་ཚོའི་སྤྱི་ཚོགས་ནང་ལ་འགྲོ་སྟངས་ཤིག་ག་འདྲ་ཡོད་རེད་ན། གལ་སྲིད་སྐུ་ངོ་བཀའ་བློན་སུ་ཕེབས་ཀྱི་ཡོད་ན་ཁོ་རང་ཕེབས་ཤག་ཤག་བྱས་ས་ནི་ཤིང་སྒོ་ཡིན་ན་རེད་དེ་མིའི་མཛད་གཙོ་རྣམ་པ་བཞི་ལྔ་བཅུ་བཅོ་ལྔ་ག་ཚོད་ཡོད་ད་ས་ཆ་ཆེ་ཆུང་ལ་བབས་པའི་ཡོ་རོ་བ་དེའི་ཕ་གི་སྐྱག་ཆར་ཕེབས་བསུ་ཞུ་ཚོགས་ཁང་ནང་སླེབས་འོང་དུས་ཁ་བཏུ་ལེ་ཡེག་དེ་མཇལ་གང་དེ་མི་མང་དངོས་ནས་ཚོགས་ཁང་ནང་བསྡད་ཚར་རེད་དེ་འདྲའི་འགྲོ་སྟངས་གཅིག་ཡོད་རེད་བོད་པའི་སྤྱི་ཚོགས་ནང་ངོ་མ་རེད་བ་ནི་ཕྱིས་སུ་ད་ད་ལྟའི་ང་ཚོའི་པ་འདི་སྲིད་སྐྱོང་བློ་བཟང་སེང་གེ་ལས་ཤག་སྤྱི་ཚོགས་ཀྱི་དྲ་རྒྱ་ཤུགས་ཆེ་རུ་འགྲོ་ཨ་ནི་མི་མང་དེ་ཚོ་ཡིན་ན་ཡར་མར་འགྲོ་དགོས་དུས་ཅི་མོ་འདྲ་ཡིན་ན་རེད་ད་ག་རེ་ཡིན་ན་རེད། བརྒྱུད་ལམ་དེ་ཡི་སྟབས་བདེ་རུ་ཕྱིན་བྱས་ནས་སྲིད་སྐྱོང་གནམ་སྟོང་ལ་དེ་འདྲའི་ཞུ་ཁ་སྤྲོ་བ་ནི་ཚོགས་ཁང་གི་ཕྱི་ལོགས་ནས་དེ་འདྲའི་ཞུ་ཆེ་ཁ་ནང་ལོགས་ལ་བལྟས་ད་དེ་འདྲ་གི་ཅིག་ང་ཚོའི་ཁ་ལོ། ད་བོད་པའི་གཞུང་དེ་ལ་སོ་སོའི་གཞུང་དེ་ལ་སོ་སོའི་གི་རྒྱབ་སྐྱོར་ཡོད་པ་ཤུགས་ཆེན་པོ་ཞི་བུ་ཅི་ཡག་སྟོན་གི་དུས་ཚོད་ཆི་ཤ་བོར་བ་མི་མང་གིས་ནས་སྟོན་བ་རེད་ད་འདི་ཡི་ལས་བྱེད་བགྲེས་པ་མང་པོ་ཅིག་གི་མིག་ལ་མ་མཛེས་བ་བྱས་བྱས་ནས་ས་འོག་དར་ཐག་ཆད་བྱས་ད་དེ་ཚོགས་པ་ཞིག་ཏུ་གྲབས་སྟོན་ཞིག་ཏུ་གྲབས་མ་བྱ་བ་ཞིག་ཏུ་བཤད་བོར་བ།

བཟོད་ལས་མུ་ཏིག་ཕས་བསུ་བ། ཏི་སེ་གི་གནམ་ཐང་ཕྱི་ལོགས་ལ་མི་ག་ཚད་དུ་སྐད་ག་ཚད་རྒྱག་གི་འདུག་ཏི་རྒྱལ་ལ་ནིའུ་ཡོག་ལ་ཕེབས་དུས་ནིའུ་ཡོག་གི་ཕྱི་ལོགས་ལ་མི་ག་ཚད་སྐད་རྒྱག་གི་འདུག་རེད་བ་ཁོ་རང་ག་མེད་ཅིང། ད་ང་ཚོས་གི་ད་ལྟ་ཐག་ཉེ་བ་དེ་རྒྱ་གར་ཡང་འདུག་རྒྱ་གར་གནས་ཚུལ་ཐོན་འགོར་དེ་གནའ་ཤུལ་ལུང་པ་ཚང་མ་སུ་སུ་སུ་གི་སྲིད་འཛིན་དེ་ཕེབས་ཡོང་དུས་སུ་སུ་སུ་གི་འདི་དེ་འདྲའི་ཞུ་བྱ་སུ་སུའི་མི་མང་གི་ཕ་གི་ལུང་པ་དེ་ནང་ལ་སུ་སུ་མི་ཡོང་འདི་གི་དེ་འདྲའི་ཞུ་བྱ

དེ་ཡིས་རྒྱ་གར་ནང་ལོག་ལ་དངོས་གནས་ཁ་བརྡའི་ཚོགས་པ་དེ་ཚོ་གི་སྐྱོན་བཙུགས་ཡས་མེད་ན་ཁ་བརྡའི་ཚོགས་པ་ཧོར་ཡོད་རུ་བ། སྐྱོན་བཙུགས་ཆོས་ཕྱོགས་ཆེན་ལ་བསྡད་དེ་ཡོད་རེད་དེ་ནི་ཀྱང་སྐྱོན་བཙུགས་ཞིང་དང། མོ་དི་ཡིས Italy ལ་འགྲོ་ཤག་དེའི་སྐབས་སུ་ནི་རྒྱ་གར་མིག་གི་ཕེབས་བསུ་ཞུས་ཤག་ཞུས་དང་པད་སྐད་ཚ་བོ་དུ་མི་མང་བོ་ཞིག་ལ་གླེང་ཤག་ལ་ནི་སྡུག་གི་རྒྱ་ངན་མི་འདུག་བ། ཐང་ན་ཞིག Scotland ནས་ད་ག་རང་རུ་བ། ང་གཏོང་གི་འདུག་བ། Punjabi དེ་ཚོ་ང་ག་ཚད་གཏོང་གི་འདུག།

གཞིས་མགོ་གི་རྒྱ་སྐྱེད་མི་ལ་ལན་སྤྲད་ཀྱི་མི་གི་ཡག་པོའི་ཟླ་དུ་བྱས་བྱས་ནི་ཁོ་རང་སུ་གི་ལན་སྤྲད་ནི་མི་འདི་ཚོ་ཚོགས་ཁང་ན་ཡོང་ག་བ་ཕེབས་ཀྱི་ཡོད་ས་ཆ་ག་བ་ལེགས་ཡོད་ཧ་གོ་གོ་མ་ད་ཚོགས་ཁང་ན་ཡོང་བས་ད་ཧ་གོ་གོ་ཕྱིས་སུ་དེ་འདྲའི་ལྗབ་རྩོམ་གོ་གི་ཡོད་པ། ད་དེ་འདྲས་ཀྱི་གོམས་གཤིས་འབྱོར་ད་དེང་སང་སྤྱི་ཚོགས་དྲ་རྒྱ་ཡར་རྒྱས་འགྲོ་ཚར་རེད་དུས་རབས་ཡར་རྒྱས་འགྲོ་ཚར་རེད་དེ་མི་ཧ་གོ་གོ་རེད་མི་ཀླད་ཡོང་གོ་རེད་ད་འདི་བྱེད་དུས་སྔོན་མ་མཛད་ཚོ་པ་ཟུན་པ་ཟུར་པ་རུ་བ་མང་པོ་གཅིག་གིས་ད་འདི་ལ་མ་དགའ་བྱས་བྱས་ངོ་མ་ང་ཚོའི་སྐབས་སུ་དེ་འདྲས་མི་འདུག་ད་དེང་སང་ལུག་ཟ་ཟ་གི་སྐབས་སུ་ཞིག་ཆིག་འདུག་བསམ་བྱས་ང་འདིས་མི་མང་ནང་ལ་མ་གོ་བ་ནོར་བ་འགྲེལ་བྱས་དང་ད་ལྟ་འདྲ་མ་ཆགས་པ་ཞིག་ཆིག་འདུག་ཅིག་ཀུན་འདུས་ཀྱི་གནང་སྟངས་དེ་དེ་འདྲས་མ་རེད་ང་ཚོ་བོད་མིའི་ཡ་རབས་བཟང་སྤྱོད་སྐོར་ལ་ཅིག་བྱས་ཅིག་ལབ་ན་ཡ་རབས་བཟང་སྤྱོད་ལབ་ན་ག་རེ་དགོས་རེད་ང་ཚོ།

སྤྱོད་པ་སྲ་བ་བཞི་བོ་བྱས་སོང་ལེ་ན་ད་ཁ་ཚང་ཁོ་རང་སུ་འཇམ་ཏིང་ཏིང་གོ་རུ་བ། ང་ཡི་གཞི་ཆགས་ན་ཚ་སྐྱོ་ཡིན་ད་རུ་བ། སྔོན་མ་དུ་ང་ཚོའི་སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེ་བཀའ་བློན་ཁྲི་པ་སྐབས་སུ་གཞི་ཆགས་ཁག་ཏུ་བ་ལ་བཀའ་སློབ་གནང་སྐབས་ཕེབས་དུས་དེ་འདྲའི་སྐད་སྐྱབས་སེང་སྐྱབས་བྱེད་ཀྱི་ཡོད་མ་རེད། དེ་མི་ཁོ་རང་ཡང་གཅིག་ཁ་ལོ་བར་ཐོབ་འགྲོ་བ་ནོར་ས་མ་སྲིང་བ་བྱས་ཤག་དུས་ཚོད་ཁོ་རང་རྒྱུ་བ་མ་ཕྱིན་པ་ཅིག་དེ་སྐབས་སུ་དེ་འདྲའི་ཅིག་རེད། ད་དེང་སང་འཛམ་བུ་གླིང་ཚང་མ་གཅིག་གང་ལ་འགོ་ཁྲིད་ཡིན་ན་རེ་བ་ལ་མི་མང་ཡིན་ད་ང་ཚོ་གཅིག་པ་ཡིན་ཟེར་ཁོ་ཚོས་ང་ཚོ་གི་ཞབས་ཕྱི་ཞུ་ངེས་ཡིན་མ་གཏོགས་ཁོ་ཚོ་ང་ཚོ་གི་ད་ད་གི་རི Boss ཡིན་བསམ་གི་ཡོད་མ་རེད་པ། ཁོ་ཚོ་ལ་ཁོ་ཚོ་ལ་ཡིན་ན་ཡ་གི་རྐུབ་བཀྱག་གང་ལས་ང་ཚོ་འགོ་གི་ཡོད་རེད། ང་ཚོ་ལ་ཡིན་ན་ང་ཚོའི་བདེ་སྡུག་དང་ང་ཚོའི་སྤྱི་ཚོགས་དེ་སྐྱོང་ཡ་ལ་ཁོ་ཚོ་འགོ་གི་ཡོད་རེད་བ། དེ་འདྲས་ཀྱི་འདུ་ཤེས་ཅིག་གང་ཆེ་བར། སྔོན་མ་ཡིན་ན་སྒང་ལ་དེ་སྔའི་དུས་ཀྱི་གླ་ཕོགས་ཆེ་ཐག་ཆོད་ས། ཐོབ་ཐང་ཆེ་ཐག་ཆོད་ནས། ད་འདོད་ཡུལ་ཞེས་བྱ་གཞུང་གི་ཞབས་ཀྱིས་ཞུ་གི་ཡོད། གཅིག་བྱས་དེ་ཡིན་གཉིས་བྱས་དེ་ཡིན། སུ་གང་གཅིག་གི་རུ་བ་སོ་སོའི་ནང་གི། ཕྱག་ལས་ཚང་མ་བཞག་བྱ། གླ་ཆ་ཆེན་པོ་བཞག་བྱ་བོད་གཞུང་ཞབས་ཀྱིས་ཞུ་བ་གླས་ཡོད་མ་རྟ། རུ་བ། ཁྱེད་ཀྱི་ལ་འཚང་ཁ་ཡོད་རེད་བོད་གཞུང་ལས་བྱེད་ཅིག་སྒུག་གི་འདུག་ལ་ན་འཚང་ཁ་ཡོད་རེད་མ་གཏོགས་གཡུག་མི་གཡུག་ངས་རག་གི་མི་འདུག་གཡུག་ངས་གཡུག་བས་ལབ་བྱས་ཨ་ནི་ག་ཤེད་ཀྱི་འོ་ད་མིན་ན་ང་གཡུག་མགོ་ང་དེའི་གླ་ཆ་འབུམ་གཅིག་ཡོད་འདི་ལྟ་ཁྱེད་རང་ཚོས་གླ་ཆ་སྟོང་ཕྲག་ཉི་ཤུ་མ་དེ་མི་འདུག་དེ་ང་གཡུག་མགོ་རོགས་ལབ་སླད་ཡོད་ན། ཁོ་རྒྱུ་མཚན་ལོག་ཧ་ཞིག་འདུག་ཨ། དེ་མ་རེད་འཚང་ཁ་ཡོད་རེད་མི་གཅིག་གི་རྐུབ་བཀྱག་ལ་མི་བརྒྱ་གི་ཡིག་རྩིས་བཏང་གི་ཡོད་རེད་མ་གཏོགས་ཅིག་ཞི་བ་ཅིག་གཞུང་ཞབས་པ་ཡིན་ས་ལ་ནི་ཡུལ་ཞི་བ་ཞིག་གི་འདུག་ཨ། སྔོན་མ་མཛད་གཙོ་བ་རྣམ་པ་ཟུར་པ་དེ་ཚོ་གིས་རེད་བ་ད་དེང་སང་དེ་ཚོ་ལ་སོ་སོ་སོ་གིས་གླ་རྒྱ་ག་རེ་ཟ་གི་ཡོད་རེད་དེ་གི Responsibility འགན་དེ་འདྲ་ཅིག་ཡོད་བསམ་ལེ་ག་ཅིག་ཡོད་རེད། ནས་མཛད་གཙོ་ཟུར་པ་དེ་ཚོ་ལ་ག་རེ་ཡོད་རེད་ལ་ན་སྔོན་མའི་བོད་ཀྱི་ཅེ་སྐུ་དྲག་གི་ལྟ་བ་ཡོད་རེད་བ་ཀ་སྐུ་གཅེས་འཛིན་བྱེད་ཡ་ད་གཉའ་གནོད་ཤེས་ཤེས་བྱེད་ཡ་ད་ཅེ་ཁ་ལོ་ཁ་རོ་ཡིན་མདོག་མདོག་བྱེད་ཡ་གི་ཅིག་ཡོད་རོ་ད། སྐུ་དྲག་གསར་པ་འཕྲོག་བྱེད་ཅེས། ཨ་ནི་ཡུལ་གྲོགས་མ་ཤེས་ཅན། ད་ཕོག་ཆུ་ནི་མ་ཟད་འདྲ་ཁ་བྱས་དེ་ག་ཡོད་པ་འདྲོ། ད་དངོས་གནས་འདི་ན་ཁ་ཤས་དངོས་གནས་དཀའ་ལས་རྒྱག་ཡོད་རེད་གླ་ཆ་ལས་མ་ང་དཀའ་ལས་རྒྱག་ཡོད་རེད། ཁ་ཤས་གླ་ཆ་ལས་མ་ང་ཁེབས་སང་ཟ་འདེགས་ཡོད་རེད། གཞུང་གི་གླ་ཆ་ཆུན་ཆུན་རེད་དེ། དཔེ་བཤད་ན་རེ་བ། ད་ལྟ་རྒྱ་བལ་འབྲུག་གསུམ་ལས་ནས་ད་ཕན་ད་རྒྱ་གར་དང་བོད་ཡུལ་ནང་ལོག་ལ་ཉེས་རྟོག་པ་དེ་ཚོ་ལ། ཁོ་ཚོ་གི་བར་ཡིབ་དེ་ཞིའུ་གླེང་གི་འདུག་བ་ལྐོག་སེ་དེ་གླ་རེ་བ་གླ་ཆ་ཆུན་ཆུན་རེད།

ཚེ་བཙོན་རྣམས་པ་དང་ས་སྐྱ་ཡོད་ས་ཁོངས་ཡོད་ངེས། ཕྱི་རྒྱལ་ལས་བལྟ། གཞིས་ཆགས་ཁག་ན་བསྡད་དེ་གནས་མི་མང་ཆེ་ག་བ་ཏང་ཀ་ཅིག་འདུག་ཡུ་རོབ་ལ་ཏང་གི་འདུག་བ། ཡུ་རོབ་ལ་ཏང་ནང་འབུམ། ག་ཚེར་བརྒྱ་དགོས་མོ་ད་དེང་སང་ཡིན་ན་ད་འདི་ད་འདི market price ཡིན་ན་འབུམ་བཅུ་གཅིག་བཅུ་གཉིས་རེད་བ། ཨ་རི་ལ་ཏང་ན་ག་ཚེར། ཉི་ཤུ་སུམ་བཅུ་རེད་བ། ཏང་ཐུག་ཡོད་མ་རེད་ནི་ཡུ་རོབ་ལྟ་བུ་ཏང་ཀ་ཅིག་བར། ཚེ་བཙོན་རྣམས་པ་གི་མི་འདི་ཚོ་ཚང་མ་ག་བ་འདུག། ཨ་རི། ཀན་ན་ད། ལུང་པ་ཡར་ཡར་ཚེ་ལ་ཡོད་རེད།

ཅིག་ད་ད་ད་ང་ཚོས་འདུལ་བ་ཅིག་བྲམ་ཟེ་ལགས་ཀྱིས་ཅིག་བྱས་སོ། ཨ་ནུ་བསོད་ནམས་ཐང་ལགས་ཅིག་བྱས་སོ་གཉིས་བྱས་སོ་ནས་ང་ཚོས་ལང་ལོང་བཤད་དེ་དེ་དགོས་མེད་པའི་རྒྱུ་མཚན་རེད། ང་རང་ཚོ་གིས་དངོས་གནས་ཕ་ཕྱོགས་འདི་གི་ག་རེ་བྱེད་ཀྱི་འདུག་ཁོ་ཚོ་གིས་མི་བསྡུས་ནས་དུས་ངན་འདི་གི་ལྟ་བ་ལང་ཕྱོགས་ག་རེ་རེད་འདུག་ཁོ་གིས་རྒྱབ་ལོག་ལ།

སྡོམ་ཚིག་ལ་ལུགས་ཀྱིས་བཟོས་པ་ཡིན་ན་སང་ཉིན་མ་ཡི་དོན་མཛད་དུས་ཡང་གཅིག་དེའི་གཡོན་རྡོ་བ་ནས་མི་དེ་ཚོ་གི་ལྕགས་སྲིན་པོ་བཟོས་གི་ཡོད་པ་པ་ཏྲི་འདྲ་མི་འདྲ་བཟོས་གི་ཡོད་པ་སྒྲ་སྒམ་འདྲ་མི་འདྲ་བཟོས་གི་ཡོད་པ་གནོད་ཤུགས་འདྲ་མི་འདྲ་སྤྲད་གི་ཡོད་པ་ཧ་གོ་གི་ཡོད་རེད། ཡང་ནི་སྡིག་པས་ཀྱི་བློ་ཁོག་བྱས་བྱས་སླེ་ཡོང་དུས་མི་བསྡུས་ན་ཁ་འདར་གི་ཡོད་ནི་རེད་ལག་པ་འདར་གི་ཡོད་ནི་རེད་ཁོ་མི་ནང་ལོགས་གཤིས་ཀ་མང་པོ་ཡོད་རེད་བ་མི་ཁ་ཤས་ནམ་ཤར་རྒྱུ་ལག་པ་འདར་དེ་ངེས་ཡོད་རེད། མི་ཁ་ཤས Nervous རེད་བ Nervous ཆགས་ཆགས་དེ་རྔམ་ཟབ་བྱས་དུས་ལག་པ་འདར་དེ་ངེས་ཡོད་རེད།

མི་དྲི་བ་བཏང་ག་བཏང་གི་འདུག་ཁོང་ཚོ་ཡིན་ན་དྲི་བ་བཏང་ཡ་ལ་བློ་ཁོག་ཡོད་རེད། རྒྱབ་ལྗོངས་ཡོད་རེད་རྒྱབ་རྩ་ཡོད་རེད་ཁོང་ཚོ་བསམ་དགོས་རེད་ངས་དེ་རིང་དྲི་བ་དེ་བཏང་ན། སང་ཉིན་ང་ལ་ཁེ་ཕན་འདི་དང་འདི་རེད་བ། ཡོད་བསམ་ནས་ཁོང་ཚོ་ལ་གདེང་ཚོད་ཡོད་རེད། ངེད་ཅག་ལོ་ཁ་ཞིག་ངེད་ལ་ཨ་རི་ལ་འདུག་ས་རྒྱ་ཧོར་མོ་ཅིག་ལ་ཐད་ཀ་ཡ་དྲི་བ་བཏང་བྱས། སྤྱི་འཐུས་སྐར་མ་ཆོན་པའི་ལགས་ཀྱི་གཅིག་གཅིག་གཅིག་གཉིས་གཉིས་མ་གཉིས་གཉིས་མ་ས་སྐྱ་ཡོད་རེད་བ། མི་དེ་ག་རེད། བཙན་བྱོལ་སྒྲིག་འཛུགས་ནང་ལས་ཀ་བྱས་བྱས།

སོ་སོའི་གི་ནམ་རྒྱུན་སྤྱི་ཚོགས་ནང་ག་རེ་བཤད་གི་ཡོད་པ་དེ་འགན་ཁྱེད་ཅག་མདུན་ལ་དོན་བྱ་དཀའ་མོད་གནང་བར་བ། དེ་ལ་རྗེས་སུ་ཡི་རང་ཞུ་གོ་བར་བ། ཁོ་བཤད་ལུགས་བཤད་སྟངས་མི་སོ་སོ་གི་སྦྱངས་པའི་རིགས་གཅིག་སློབ་སྦྱོང། སྐྱེས་པའི་ཤེས་ཡོན་ལོག་རེས། སྐྱེས་སྟོབས་ཀྱི་ཤེས་ཡོན། ཨ་ནི་ངག་གི་རྩལ། འདྲ་མི་འདྲ་ཡོད་རེད་ཚང་མ་གཅིག་པ་མ་རེད་བ། དེ་བཤད་མཁན་ཡོད་མ་རེད། བཤད་ཙང་གི་ད་ང་ཚོའི་གལ་ཆེ་ཤོས་དེ་ག་རེ་རེད་འདུག་ལ་ན། ཉམས་པ་ལ་སུ་ནང་ལོགས་ལ་ད་བརྒྱ་ཆ་བརྒྱ་རྡོག་རྩ་གཅིག་སྒྲིལ་བྱས་ནས་རེ་བ་གཅིག་གིས་གཅིག་ལ་རྒྱབ་སྐྱོར་ག་ཚད་གནང་ཐུབ་ཐུབ་བྱེད་དགོས་དགོས་རེད། ད་འདི་ནང་ནས་གཅིག་གཉིས་གསུམ་འདུག་སོ་ཁོ་ས་འོག་ཐར་ཐག་གི་བཏང་ཤ་བའི་མི་ཡོད་རེད་བཤད་ཙང་གི་ད་བརྒྱ་ཆ་བརྒྱ་རེག་མིན་ན་བརྒྱ་ཆ་དགུ་བཅུ་གོ་དགུ་རྡོག་རྩ་གཅིག་པ་ཡོང་གི་མིན་ན་རྐང་པ་གོམ་པ་རྒྱབ་ས་དེ་ཕྱོགས་གཅིག་ལ་འགྲོ་དགོས་ཡ་དེ་གལ་ཆེན་པོ་རེད། རེད་བ། གཅིག་གིས་རྐང་པ་གཅིག་གིས་མ་མནན་ཡ་བྱས་དེ་གལ་ཆེན་པོ་རེད། རེད་བ། ཚང་མ་རྡོག་སྒྲ་གཅིག་ལ་འགྲོ་བྱས་ནི་ཁོག། གཅིག་རྒྱབ་གཅིག་གྲོགས་ཡོད་ན། གཅིག་རྐང་པ་གཅིག་སྣིང་མ་རེད་བ། ཨ་ནི་དུས་ནི་ཁ་མ་ལོ་ན་རྐང་པ་སྣིམ་གི་ད། ཁྱེད་ཚང་གི། ང་ཚོའི་ཚང་མ་ལན། ཁ་ལོ། ལྟ་བ་ལངས་ཕྱོགས་གཅིག་གང་ལ་འགྲོ་ཡ་བྱས། ཨ་ནི། ཡ་རབ་བཟང་སྤྱོད་ལྡན་པ་གཅིག་གོ་གི་ཡོད་རེད། སྤེན་པ་ཚེ་རིང་ལགས་ལ་བཀའ་འདྲི་ཞུ་གི་ཡོད་ན་རེད། སུ་འདྲ་གཅིག་ལ་ཡ་བྱེད་ཀྱི་ཡོད་ན་རེད་བ། གང་ཡིན་ཟེར་ན་ང་ཚོའི་ཚོགས་པའི་མིང་གོང་ལ་ཉམས་པ་སླར་གསོ་བྱེད་ཀྱི་ཡིན་ལ་བོར་བ་མ་གཏོགས་ང་ཚོས་ཁ་བརྡས་བྱེད་ཀྱི་ཡིན་གཏོར་བཤིག་གཏང་གི་ཡིན། མ་རབས་ཀྱི་སྤྱོད་པ་སྟོན་མཁན་ཤིག་ཡོད་མ་རུང་བ། ག་རེ་ཉམས་འདོད་ན་སྤྱོད་པ་ཉམས་འདོད་ན་རེད་དམངས་གཙོ་ཉམས་འདོད་ན་རེད་གཤིས་ཀ་ཉམས་འདོད་ན་རེད་འགྲོ་ལུགས་འགྲོ་སྟངས་ཉམས་འདོད་ན་རེད་ལམ་ལུགས་སོགས་ཉམས་འདོད་ན་རེད་ག་རེ་ཉམས་པ་དེ་ཡར་སླར་གསོས་བྱེད་ཀྱི་ཡིན་ལ་ཡོད་མ་གཏོགས་ཕ་མཆོག་བདེ་སྐྱིད་བྱ་བ་དེ་ལ་ང་ཚོ་གི་ང་རྒྱལ་དང་ཕྲག་དོག་གི་ཁ་བརྡའི་བཅད་བྱ་རུ་བ། Crab Mentality། ལས་ཀྱི་དུ་བ་སྡིག་སྲིན་གྱི་ལྟ་བ་ནང་ཞེ་གཅིག་ཡར་འགྲོ་ན་མ་རྐང་པ་འཐེན་གཉིས་ཡར་འགྲོ་ན་མ་རྐང་པ་འཐེན་འདི་ལྟ་བ་དེ་ང་ཚོ་ལ་ཡོད་མ་རེད། ང་ཚོ་ག་རེ་གཅིག་ཡར་འགྲོ་གི་ཡོད་ན་འདི་བར་ནས་ཡར་བེད་སྐྱ་བཏང་ཆ་སྒང་ལ་བཏང་ཡག་གི་དེ་ང་ཚོའི་ཀུན་སློང་གོ་གི་ཡོད་རེད། ཁྱེད་ལགས་ཀྱིས་དཔོན་པོ་ཚེ་རིང་ལགས་ཀྱིས་ཡག་པོ་བཤད་པ་ཡིན་ན་འདི་ལ་བསྔགས་བརྗོད་ཞུ་ཐུབ།

རོ་ཧན་གྷྱ་ང་གིས་ང་ཚོ་ཚང་མི་གཅིག་པ་སྙོབ་རྒྱུ་མ་རེད་དེ understand བྱས་དགོས་ཀྱི་རེད་རོ་ང་ཚོའི་བར་སུ་བསམ་ཤེས་བྱས་བྱས་ཨ་ནི་ཁོ་གཅིག་སེམས་ཤུགས་ཡག་པོ་འདུག་བློ་སྒོ་ཆེན་པོ་འདུག་དེ་གཅིག་བཀའ་མོལ་གནང་སྟངས་ཀྱི་རྩལ་ཞེ་དྲག་མི་འདུག་ལས་འགྲོ་ཁོ་སྐད་བཤད་སྟངས་ཡག་པོ་འདུག་སྐད་ཆ་ཡག་པོ་བཤད་ཀྱི་འདུག་དེ་ནི་ཀུན་སློང་ཡག་པོ་མེད་མགྱོགས་འདྲ་བོ་ཡང་གཅིག་ཁ་ཤས་སྐད་ཆ་བཤད་སྟངས་ཡག་པོ་ཡོད་བ་བཅས་ཀུན་སློང་ལྷ་ང་ལེན་གྱི་ཡོད་ན་ཁེབས་སང་ཡོད་ན་བཤད་ངེས་ཁེབས་སང་མེད་ན་མ་བཤད་ངེས་ཡང་ཅིག་འདིའི་ཤེས་བྱ་ང་དོན་དག་ཅིག་གྲུབ་ས་རེད་བསམ་ན་ཅིག་ཡག་པོ་འདྲ་བོ་ཤེས་ཏེང། ཡང་སོ་སོར་གྱིས་དོན་ཁྱད་མེད་ན་ཡང་དེ་འདྲའི་དེ་འདྲ་བྱས་ནས་བཏང་བཞག་ངེས། ད་དེ་འདྲ་ཡོང་སྐོར་ཁྱེད་ཚང་གི་ང་ཚོ་ཚང་མས་ཕྱོགས་གཅིག་ལ་འགྲོ་དགོས་དེ་གལ་ཆེན་པོ་རེད། རེད་བ། ཨ་ནི་དེ་སྲིད་ཅིག་ཨ་སེམས་ཤུགས་ཆེ་བས་ད་དེ་སྲིད་ཅིག་དུས་དུས་ངེས་ཡོང་གི་རེད། ཨ་ཁ་ཤས་ཅིག་གིས་རྒྱབ་ལ་དེད་བྱས་ཨ་ཅིག་ཟུར་ཟུར་གྱིས། ནུས་པ་ལ་དཔག་པའི་ཡང་ཅིག་ཐུགས་རྗེ་ཆེ་ཞུ་ཡས་རེད་དགེ་བཤེས་ཞེས་དེ་འདྲའི་ཡོང་གི་རེད་དེ་ཁ་ཤས་ཀོ་གོ་བ་ཚོ་བ་ཞི་དྲག་མིན་ན་མཉམ་དུ་མཉམ་དུ་ཡོང་དེ་ངས་ཡོང་གི་རེད་ཁྱེད་རྣམ་གིས་ཚང་མ་ང་ཚོའི་ཁ་ཕྱོགས་གཅིག་ལ་བསྒྲོལ་དེ་གལ་ཆེན་པོ་རེད་ནང་གི་ནང་ལ་སྐྱོན་བརྗོད་བྱས་དེ་དེ་མ་རེད་ང་ཚོའི་གི་ཁ་ལོར་དམིགས་ཡུལ་མ་རུ་བ་ད་ང་རང་སུ་ནང་ནང་ལོག་ནས་ཨོ་ཁྱེད་རང་ཁ་ཚ་དེ་འདྲ་བཤད་སྐད་སོགས་བ་དེ་ཡིས་ངས་གོ་ཡ་བྱས་ན་དེ་འདྲ་བྱིན་སར་ད་འདི་ང་ནི་ང་ཚོ་གིས་བགྲོ་གླེང་ཅིག་བྱེད་དགོས་ཀྱི་འདུག་ཟབ་ཆ་ག་ལ་ང་ཚོ་གིས་ཉམས་པ་སླར་གསོ་བྱེད་དགོས་འོར་བ། ཁོ་ཉམས་པ་སླར་གསོ་བྱེད་ག་བྱེད་བྱེད་སྟངས་མ་ཤེས་ཅག་ཆགས་པ་ཡིན་ན་ཡང་ཉེན་ཁ་ཚ་འོར་བ། ཁྱེད་རང་གིས་འདི་འདི་འདྲ་ཡིན་ས་མར་འདི་འདི་འདི་འདྲ་རེད་བཤད་སླ་ནི་ཡང་འདི་འདྲ་གི་ཡོ་བསྲང་བྱས་ཡོད་ན། ཕྱི་ལོགས་ལ་ང་ཚོ་གུས་ཞབས་བྱེད་དགོས་ལ་ནང་ལོགས་ལ་དེ་ལས་ལྷག་གུས་ཞབས་བྱེད་དགོས་འོར། ཁྱེད་རང་གིས་གུས་བརྩི་དང་བདེན་པའི་ཐོག་ནས་སྒེར་ལ་བྱེད་དགོས་འོ་ན་རེད་ཚོགས་པའི་ནང་ཞིག་ཡོད་ན་རེད་བཤད་བྱ་འདི་འདི་འདྲ་རེད་བྱས་ས་ང་ཚོ་ཡག་པོ་བྱུང་ན་ར་ཐག་ཐག་བྱུང་གི་རུ་བ། དེས་སྨན་པ་ཆེ་ཨ་ནི་ཀྱེ། སྐད་ཆ་རྫིག་པོ་འདྲ་བོ་བཤད། དེ་ནས་དེས་བྲེད་སྐམ་སོད་བྱེད་ད་ད་ནི། ཕ་གི་ཞེན་པ་དེ་ཚོ་བཏང་འདི་ཡི་དུ་ང་ལ་གཉིས་གསུམ་ཅིག་བཏང་ནས་སུ། ད་ཁྱེད་ར་གི་མི་དེ་རེད་ས། དེ་ངན་པ་ལ་སུ་མི་དངོས་གནས་ངན་ནས་དེ་ན་ངོ་བཞིན་པ། ད། གང་ཟག་མི་ཉིས་སྟོང་ལྷག་ལ་ད་མིང་གང་ཟག་བཏགས་ཉོས་མེད་དེ། ངས་ངོ་ཤེས་པ་དེ་དེ་ན་ཡོད། ངས་སྐད་ཆ་བཤད་ན་ཁོ་ང་ལ་རྒྱབ་སྐྱོར་བྱེད་ཀྱི་རེད། ཨོ། ངས་ངོ་ཤེས་པ་དེ་ཡོད། ངས་སྐད་བཤད་ན་འདིས་ང་ལ་སྐྱོན་བརྗོད་བྱེད་ཀྱི་རེད་བསམ་ས་ང་འདི་ན་མི་སྐྱེས་མེད་དྲང་མོ་བཤད་ན། དེ་འདྲའི་གི་ཅི་ཁ་ལོ། ཐག་ཉེ་བོ་གི་ཧ་གོ་དེ་སྐྱོ་རེད་བ། དེ་ཡང་དངོས་གནས་ང་རང་ངོ་ཤེས་པ་ཡག་པོ་དེ་ན་ཡོད་དེ་བ་ལྟ་བུ་ཡོད་སྲིད་ཀྱི་རེད་རེད་བ་ནས་དེ་ཚོ། འདི་ན་ཡོད་བ་མེད་བ་ངས་ཧ་གོ་གི་མེད་རེད་བ། ཁྱེད་ཅག་གིས། ང་ཚོའི་གི་དེ་བཀའ་མོལ་ག་རེ་གནང་ན། ཅི། ཚོགས་པ་དེ་གི་དམིགས་ཡུལ་དེ་ཉམས་པ་སླར་གསོ་རེད་ཉམས་པ་སླར་གསོ་ག་རེ་ག་རེ་ཉམས་པ་སླར་གསོ་བྱས་རེད་དེ་ཞེས་གསུངས་བྱས་ནས་རང་ཉིད་ང་ཚོའི་ཡ་རབས་བཟང་སྤྱོད་ཀྱི་ཐོག་ནས་བྱས་དགོས་སྐོར་རོ། ད་ང་ཚོའི་སྔོན་མ་སྲིད་སྐྱོང་སློབ་གཙོ་སེང་གེ་ལ་ལ་སྐྱབས་བཅོལ་ག་རེ་གནང་ཡོད་ན་རེད་ད་འདི་གི་ལྟ་བ་ལངས་ཕྱོགས་ཀྱི་རྩོད་པ་ད་འདི་ཅིག་ད་བཙན་བྱོལ་ནང་ལོགས་ལ་མང་པོ་ཅིག་ང་ཚོ་གི་ནོར་བཤགས་སི་ཏེ་བྲིས་མི་འདུག་སི་ཏེ་ཤེས་རྒྱུ་ཡིད་ལ་དགོས་རོ།

ཕན་མ་ཐོགས་ན་མེད་ན་ཅིག། ཏོག་ཙམ་མཐོ་ཡ་གི་བུ་བརྫུན་ན་ཡ་ཀུན་སློང་གི་ཡ་དེ་ཚང་མས་ཐུགས་ལ་བཅང་དགོས་རེད། ཨ་མཐའ་མ་དེ་བོད་རྒྱལ་ལོ།